ཆོས་ཉན་པའི་སྐབས་ལས་མི་ནས་ཨ་ད་ང་རང་ཅིག་ཡག་པོ་ཅིག་ཚོང་ལམ་འགྲོ་རྒྱུག་ན་བསམ་པ་འདྲ་པོ་དང་ད་ན་ཤིང་གི་ཨ་གང་འདྲ་ཅིག་གི་ག་ཧྲུ་བའི་གཏམ་སྙན་འདྲ་ཡག་པོ་བྱུང་ན་བསམ་པ་འདྲ་པོ་དེ་འདྲས་ཀྱི་ཆེད་དུ་ཆོས་ཉན་པ་ཡིན་ན་ད་དེ་ཉོན་མོངས་པ་འདོད་ཆགས་དང་འདྲེས་པའི་དུག་ཆགས་རེད། དག་ན་བཞིན་གྱི་ཡང་ཅིག་ཆོས་འཆད་པའི་སྐབས་ལ་ཡང་ཡང་ཅིག་ཞེ་སྡང་དང་བྲལ་བའི་སྒོ་ནས་དག་ཅིག་རང་གི་དགྲ་ལ་སྡང་སེམས་དང་དེ་འདྲེས་པའི་ཐོག་ནས་ཅིག་ཡང་ཅིག་ཀུན་སློང་ངན་པ་དང་བྲལ་ནས་ཆོས་མཉན་པ་ཡིན་ན་ཉོན་མོངས་པ་ཞེ་སྡང་དང་བྲལ་བའི་ཞེ་སྡང་གི་དུག་དང་འདྲེས་པས་དག་ཅིག་དགའ་བྲོད་སྣོད་འགྲུབ་ཆགས་ཏེ་ཡོང་བ་རེད། བདག་དེ་ནི་དག་ན་བཞིན་གྱི་ཡང་ཅིག་ཉོན་མོངས་པ་གཏི་མུག་གི་དུག་དང་འདྲེས་པ་ཟིལ་གྱིས་སང་ག་རེ་སམ་དག་མ་བྱེད་ཅིག་མང་པོ་ཅིག། ཅིག་ཆོས་ཀྱི་གནས་ལུགས་རྒྱུ་མཚན་དུ་ལྷག་མ་གོ་བར་བྱེད། ཅིག་ཆོས་ཟད་ཨ་དེ་ཅིག་བླང་དོར་གྱི་ལམ་སྟོན་བྱེད་ཨ། ཅིག་དངོས་གནས་དྲང་གནས་ཀྱི་ལྟ་ཅིག་ང་ཚོར་ཅིག། བསམ་བློ་གཏིང་ཟབ་ས་ལས་ཨ་བཏང་བྱེད་ཅིག། ཕན་པ་དང་བདེ་བ། རང་ལ་གནས་སྐབས་སུ་ཕན་པ་དང་མཐར་ཐུག་ཏུ་བདེ་བ་གང་ཡིན་པ་དེ་འདྲས་ཀྱི་ཅིག་བླང་དོར་ངོས་འཛིན་བྱེད་ཡང་དེ་འདྲས་ཅིག་ཡིན་པ་རེད། ད་དེ་འདྲས་ཀྱི་དཔེ་བླང་དོར་གྱི་ངོས་འཛིན་དང་བླང་དོར་གྱི་དགག་ཆོས་ཀྱི་བསམ་བློ་གང་ཡང་མེད་པ་བྱས་ནས་ད་གཟས་ཅིག་དགག་ཆོས་ད་ཅིག་དགག་ཆོས་ད་ཅིག་མགོ་བོ་འགྲོ་ཅིག་རྨོངས་ཅིག་དེ་འདྲས་ཅིག་གི་ཐོག་ནས་ཆོས་བྱས་པ་ཡིན་ན་ཞག་ཞག་ཕན་ཐོག་མེད་བདེ་བ་འགྲོ་ཅིག་དེ་འདྲས་ཅིག་ཡིན་ཟེར། བྱས་ཙང་ང་ཚོ་ཅིག་ཐོས་བསམ་སྒོམ་གསུམ་བྱེད་དགོས་ཨ་དེ། ཅིག་གར་ཧྲུལ་བའི་དོན་དག་ལབ་དེ་ག་རེད་ཟེར་ན། དེ་འདྲ་བའི་ལྟ་ཅིག་ཉོན་མོངས་དུག་གསུམ་ལྟ་དེ་སྤང་བྱ་བྱས་ནས་ང་ཚོའི་སྤོང་བ་ཐུབ་ད་ཡག་རེད་ཅིག་འདི་ཅིག་རེད། དེ་རིང་ཡིན་དུས་བསམ་ན་ཅིག་ཐོས་པ་བྱེད་པའི་དུས་དང་པོ་ཐོས་པ་བྱེད་པའི་སྐབས་ནས་སྤང་བྱེད་ཀྱི་དུག་ག་རེ་ཡིན་པ་དེ་ངོས་བཟུང་ནས་སྤངས་པ་ཡིན་ན་ཐོས་བསམ་སྒོམ་གསུམ་ཡག་པོ་ཡོང་གི་རེད། དེ་འདྲས་ཀྱི་སྤང་བྱའི་དུག་དེ་ངོས་མ་བཟུང་བ་བྱས་རྗེས། ཨེ་ནི་ཅིག་ཐོས་བསམ་སྒོམ་གསུམ་པའི་བསྐལ་པའི་བར་དུ་བྱས་པའི་ཡིན་ན་ཡང་ད་གོ་བ་ལས་ཐ་ཀ་ལ་ཧ་པོ་ཞིག་ཆགས་འདུག་ཡོད་རེད། ད་དེ་ནས། དུག་གཉིས་པ་དེ་ག་རེ་གྲུབ་མཐའ་ལས་ཞུགས་པའི་དུག། གྲུབ་མཐའ་ལས་ཞུགས་པའི་དུག་ཟེར་ཡ་དེ་ཞེ་སྣང་ཚ་བོ་རེ་ཞིག་ཆགས་འདུག་ཡོད་རེད་ག་རེ་རེད་ཟེར་ན། བརྩེ་འདང་གི་ང་རང་ཚོ་ཅིག་རབ་ཏུ་བྱུང་ཡག་དང་ཆོས་སྐོར་ལ་ཞུགས་ཡག་དེ། འཇིག་རྟེན་ཐ་མལ་པའི་ཅིག་ཉོན་མོངས་དུག་གསུམ་ཞི་ཡག་གི་ཆེད་དུ། དེ་ལས་སྐྱོབ་ཡག་གི་ཆེད་དུ་ང་ཚོ་ཅིག་ཆོས་སྐོར་ལ་ཞུགས་རབ་ཏུ་བྱུང་འདི་བྱས་རེད། ད་དེ་དཔེར་ན་ཅིག་ག་རེ་རེད་དཔེར་ན་དྭགས་པོ་བཀའ་བརྒྱུད་ཀྱི་བླ་མ་རབ་ཅིག་གི་སྐུ་མདུན་ལས་ཡག་ནི་ཅིག་སྐྱབས་འགྲོ་ཞུས། ཨན་དག་ན་ཞེས་རབ་བྱུང་དྲུག་དེ་འདྲས་བྱས། ད་དེ་ནས་ད་དེ་རིང་ཕྱིན་ཆད་ཨན་དག་ཁྱོད་རང་ཅིག་ང་མར་ད་ད་དེ་རིང་ཕྱིན་ཆད་ང་རང་བཀའ་རྒྱུད་པ་ཡིན་བསམ། ཨན་ཅིག་དག་རྒྱུད་པ་ཡིན་བསམ་པར་དེ་འདྲས་ཅིག་བསམ་པ་དང། ད་དེ་ནས་ག་ལི་ག་ལི་ཞིག་ཆོས་ལུགས་དང་རྒྱུད་པ་མི་གཅིག་པའི་བླ་མ་གཞན་དག་ལ་ད་ཁོ་བཀའ་རྒྱུད་པའི་བླ་མ་མ་རེད་དག་རྒྱུད་པའི་བླ་མ་མ་རེད་ཅེས་བྱས། ཨེ་ན་ཁོ་རང་ཕྱོགས་དང་རིས་སུ་བཅད་ནས་པས་ཕྱག་ཙམ་ཡང་མི་འཚལ། ཕྱག་འཚལ་ཡང་མི་འཚལ་བའི་སྟེང་དུ་ཅིག་ཆོས་དང་གང་ཟག་ལ་སྐུར་བ་མང་པོ་བཏབ། དེ་འདྲའི་ཅིག་ཕྱག་ཡོངས་འདུས་བསགས་ནས་བདག་མེ་འབར་བའི་སྟེང་དུ་ཤིང་སྐམ་པོ་མནན་པ་ན་ཤིང་གི་སྔོན་ནས་དྲི་ནས་ཀྱི་གར་ཤོར་བས་བདག་ཅིག་གྲུབ་མཐའ་ལ་བཞུགས་ཆོས་སྒོ་ལ་བཞུགས་ཡ་སྟེ། ཉོན་མོངས་དུག་གསུམ་ཞི་ཡག་ཆེད་དུ་ཆོས་སྒོ་ལ་ཞུགས་པ་རེད་དེ། ཡིན་ན་ཡང་གྲུབ་མཐའ་ལ་ཞུགས་ནས། ཆགས་སྡང་ཆེ་རུ་སོང། ད་ག་ན་ཞིང་གི་ཕྱུགས་རིགས་ཆེ་རུ་སོང། ད་དེ་འདྲའི་ཆགས་ཡོང་དུས་བསམ་ནས། དེ་ནས་ཅིག། འཆད་རྩོད་རྩོམ་གསུམ་དང་དེ་ནས་ཅིག་ད་ག་ན་ཞིང་གི་མཁས་བཙུན་བཟང་གསུམ་གྱི་རྣམ་ཐར་ག་འདྲས་ཅིག་ཡོད་པ་ཡིན་ན་ཡང། ད་དེ། ཅིག། དུག།

ཨ་ཁ་ལ་སོགས་པ་བོར་རེད། དེ་ག་ནང་བཞིན་ང་ཚོ་ཅིག་ཆོས་ཆེ་བའི་སྐབས་ལ་ཡིན་ནའང་རེད་ཆོས་ཉན་པའི་སྐབས་ལ་ཡིན་ནའང་རེད། ག་འདི་ཅིག་ཐོས་བསམ་སྒོམ་གསུམ་ག་རེ་བྱེད་པའི་སྐབས་ལ་དང་པོ་ངེས་ལེ་ཡ་ཅིག་ཡིན། འོ་ད་དེ་འདྲའི་འོས་ཀྱི་ད་ག་རེ་ཅིག་ཀུན་སློང་ངན་པའམ་ད་མདོར་ན་ཅིག་ཅིག་ཆགས་སྡང་རྨོངས་གསུམ་དང་འགྲན་འདུག་མི་འདུག་བརྟག་དཔྱད་བྱས་ནས་དེ་ནས། ཅན། ག་ཧྲུ་ཨེ། འབྲས་མི་འདུག་ན་ཅེས་ཐོས་བསམ་སྒོམ་གསུམ་གོ་ར་བྱེད་ཨ། འབྲས་འདུག་ན་དེ་བར་སྤངས་ནས་ཅེས་ཐོས་བསམ་སྒོམ་གསུམ་གཙང་མ་བརྗོད་ཨང་འབད་རྩོལ་བྱེད་ཨ། ད་དེ་གལ་ཆེན་པོར་མ་རྟོགས་པས། དུག་དང་འབྲས་ཡོད་མེད་རྩ་བ་ཉིད་ནས་བརྟག་དཔྱད་མ་བྱས་པར་ཁ་ལག་ཞིམ་པོ་ཟ་བཞག་ཇི་ལྟ་ཨེ་ཟ་གཉིས་ཀ་ལ་ཧབ་ཆོག་རེད་བ་ཟ་གཉིས། དེ་རིང་འདུས་སར་དེའི་རྒྱུ་མཚན་བལྟས་ནས་ཨ་འདའ། དེ་དང་པོ་ནས་ཐོག་མ་ཁོ་ན་ང་ཚོ་བརྟག་དཔྱད་བྱེད་དགོས་ཨ་ཅི་རེད་བཞག། ཨ་ཅེ་ཐང་གིས། པོ་ཏོ་བ། དགེ་བའི་བཤེས་གཉེན་ཆེན་པོ་པོ་ཏོ་བ་ཟེར་བ་དེའི། མཚན་ལ་ཡང་དངོས་ལས་རིན་ཆེན་ཟེར་བཞུགས་ཡོད་པ་རེད། དེ་ཡང། ང་ཚོ། གནས་བརྟན་ཆེན། གནས་བརྟན་ཆེན་པོ་བཅུ་དྲུག་གི་ནང་ལོགས་ནས། ཨ་ནི་འཕགས་པ་ཡན་ལག་འཇོག་གི་རྣམ་འཕྲུལ་ཡིན་ཟེར་ཏེ་གསུངས་ཡོད་པ་རེད། དེ་བཞིན་དུ། ད། ཀརྨ་པ་དུས་གསུམ་མཁྱེན་དཔལ་གྱིས། ད་ཅིག་སྐུ་སྐྱེ། སྐྱེ་བ་གོང་མ་ཡིན་པ་ཅི་ནས་གསུངས་ཡོད་པ་རེད། བྱས་ཙང་དེའི་སྐྱེ་བ་གོང་མ་ཡིན་པ་ཕ་ཕྱིར་ཡོང། བྱས་ཙང། དེ་ལྟར་དེ། དགེ་ལུགས་ཀྱི་ཏཱ་བླ་མ། སྐྱེ་དྲུག་སྐྱེ་རང་ཆེན་པོ་རེད། ཀློང་སྟོན། ཀློང་སྟོན་བླ་མ་རིན་པོ་ཆེ། ཀློང་སྟོན་བླ་མ་རིན་པོ་ཆེ་གི། རྐང་སྤུན་གོ་ནག་ལོག་ལེ་ཡ། ཀརྨ་པའི་སྐུ་དྲུང་རིམ་བྱོན། རྩིས་ནང་དུ་བསགས་ནས། སྐུ་དྲིན་དང་པོ་པོ་ཏོ་བ་སྐུ་དྲིན་གཉིས་པ་དུས་གསུམ་མཁྱེན་པ་གསུངས་ཤིང། གོང་གི་ཡང་སྐུ་སྐྱེ་བ་གར་སོད་ཅིག། ཅེས་བྱས་ཙང་ཁོང་གི་རྩི་སྟངས་འདིས་སྤྱི་སྟངས་བྱས་ན་ད་ང་ཚོའི་ནམ་རྒྱུན་རྩི་སྟངས་འདི་ད་དེ་ཚོ་འདྲ་གི་ཨོ་མ་རེད་ཡིན་པས་ན་ད་ཁོང་གི་སྐུ་འཕྲེང་དང་པོ་པོ་ཏོ་བ། བྱས་ཙང་དེ་ཡོངས་གྲགས་རུ་ཆེ་མཐོ་ཟིན་པ་འདྲ་བྱས་ཙང་དུས་གསུམ་མཁྱེན་པ་འདི་ད་པོ་ཏོ་བའི་ཀྱི་སྐུ་སྐྱེ་བ་ཡིན་པ་དེ་གསུང་དགོས་བ་རེད། གང་ལྟར་ཡང་ད་དེའི་ཆིག་ལབས་ཆིག་ལབས་ཟེར་ཡ་དེ་ང་ཚོ་ཧ་གོ་རུ་བ། སོ་སོ་གཅིག་པོ་དགེ་བཤེས་རེད་དར་བ་སོ་སོ་གཅིག་པོ་ཅིག་དགེ་བཤེས་རེད། ད་ཆིག་ལབ་ཚལ་དེར་དོན་དག་ཁ་ཤས་བྱུང་བ་རེད། ཕྱོགས་གཅིག་ནས་བཤད་པ་ཡིན་ན་སྐབས་དེ་ལ་ཡ། ཨ་རེ་ཉན་མཁན་མི་འདུག་ད་དང་བ་བཤད་ནས་ཉན་མཁན་མི་འདུག་ད་སོ་སོ་སོ་སོ་གཅིག་པོ་གཅིག་བཤད་དེ་ཆིག་ལབ་རེ་བརྒྱབ་བསྡད་ན་མ་གཏོགས་ཨ་ནི་ད། དང་བ་ཉན་མཁན་མི་འདུག་ཅེས་ད་སོ་སོ་སོ་ད་ཅིག་ད་འདི་འདྲ་བྱས་ན་ཡག་པོ་གོ་གོ་རྒྱུ་དེ་འདི་འདྲས་གོ་གི་འདུག་ད་ཡིན་ན་འདི་འདྲ་བྱེད་མཁན་མི་འདུག་བསམ་ཅིག་སོ་སོ་སོ་སོ་ད་ཅིག། ད་སེམས་པ་སྐྱོ་ཟེར་ནའང་བགྲང་འདུག་ཡང་ན་ཅིག་གིས་དགའ་ཤོས་རེ་ད་ཅིག་སུ་སུས་སུ་སུ་ཅིག་བཤད་བསྡད་ཡང་འགྲོ་གི་ཅིག་ཕྱོགས་གཅིག་ནས་དེ་འདྲ་ཅིག་སྟེ་ཅིག་ཐུགས་སྐྱོ་བའི་ཅིག་དོན་དག་འགྲོ་གི་ཅིག་ཡང་དོན་དག་གཅིག་ནས་བསམ་བཏང་བས་ན་ཅིག་ཆིག་ལབ་རྒྱབ་ཟེར་ཡང་ད་དངོས་ནས་ཅིག་སུ་སུས་སུ་སུ་ཅིག་པོ་ཅིག་པོ་ཅིག་དགའ་ཤོས་རེ་ད་ཅིག་སེམས་ཤུགས་འགྲུབ་ཅིག་ཕར་ཟེར་ད་དངོས་ནས།

ཁ་ཕག་སྐོར་ཅིག་མི་རྐྱང་རྐྱང་བཤད་དེ་འོར་བ། ད་དེ་འགྲིག་གི་མི་འདུག་སོ་སོ་སོ་སོ་ལ་ཡང་ད་ཆིག་ལབ་ཟེར་ན་ད་སོ་སོ་སོ་སོ་ལ་ཡང་ད་སྐད་ཆ་བཤད་དགོས་འདུག། སོ་སོ་སོ་སོ་ལས་པའི་གྲོས། གྲོས་བསྡུར་བྱས་ནས་སྐད་ཆ་བཤད་ནས་བསླབ་བྱ་རྒྱག་དགོས་འདུག་མ་གཏོགས། ད་ཅིག་ཕྱི་ལོག་ལ་ཕག་ཁ་སྐོར་ཅིག་མི་གཞན་དག་ལ་དཔེ་ཅིག་ཁ་ན་ན། འོ་ད་ཅིག་ཅེས་མདུད་པ་འཐིབ་སྟེ་སྐད་ཆ་བཤད་བསྡད་པ་ཡིན་མིན་ཡང་དེ་ཕན་ཐོགས་མི་འདུག། ངས་ཁྱོད་བཤད་མཁན་ཁོ་རང་ལ་ཡང་ཉམས་ལེན་ཡོད་མ་རེད། བྱས་ཙང་དེ་ཨེ་འདའ་ག་རེད། ད་ཆ་དེ་འགྲུལ་པ་ཀུན་ནས་སྐད་ཆ་ནང་བཞིན་རེད་ཅེས་ཆོས་ཁྲི་ཐོག་ཏུ་བསྡད་ནས་བླ་མ་ཆོས་བཤད་མཁན་དེ་ཚོ་ལ་ཉམས་ལེན་མེད་པ་ས་མ་ཡ་ལ་རོ། ཉམས་ལེན་ཡོད་མ་རེད། ཉམས་ལེན་མེད་པ་ཐག་ཆོད་ཙང་རེད། དེ་རིང་འདུས་ཙང་ནས་དེའི་སོར་ཆགས་ཤིག།

རྒྱལ་བ་གོང་མ་རྣམས་པ་ཚོས་དཔེ་མི་སྲིད་པའི་ལྟ་ཅི། ཡར་ཞིག་མི་བསྐྱོད་ལྟོས་ཆོས་འདིར་ཁྲིད་ཙང་རྒྱག་བཞིན་མི་འདུག། དེ་འདྲའི་བཤེས་གཉེན་དེར་བྱུང་ཡིན་སྲིད། བྱས་ཙང་ཁོང་གིས་དེ་ནང་ལ་ཁྲིད་ཡིན་ན་ཁྲིད་ཤག་ཨ་དེང་སང་ཁ་ཤས་ཅིག་ད་ངས་ཁྲིད་རྒྱག་བཞིན་མི་འདུག། ཅེས་བྱས་དེ་འདྲའི་བཤེས་གཉེན་དེ་མི་འདུག། དེ་བདེན་པ་རེད། ཁྲིད་ཟེར་ཡག་ད་ག་རེ་ཟེར་མི་གཅིག་ཁོ་རང་གནས་ཁྲིད་ནས་འགྲོ། ཅེས་དེ་ནས་ཡིན་དུས་བཟའ་ཟླ་ཞིག་ཁྲིད་ས་དེ་ག་བར་ཁྲིད་དགོས་ཡ་རེད་ཟེར་ན་མི་ཞིག་སྣེ་ཁྲིད་ནས་འགྲོ་འོར་བ་ཁྲིད་ས་དེ་ག་བར་ཁྲིད་དགོས་རེད་ཟེར་ན་སྐྲ་ཅིག་སྐུ་ཞིག་ཅེས་གར་ཆོས་སངས་རྒྱས་ས་ལ་ཡང་ཁྲིད་ནས་འགྲོ་འོར་འགྲོ་རོགས་བྱེད་ཀྱི་མི་འདུག་སུ་བྱེད་ཀྱི་ཨེ་དེ་ནས་ངས་ག་རེ་ཁྲིད་འོར་རེད་ད་ངས་ཁྲིད་ན་ཕར་ཕར་གྱི་ང་ཐན་འགྲོ་དུ་མ་ངའི་རྗེས་ལ་འགྲོ་རོགས་བྱེད་ཀྱི་མི་འདུག་དེ་ནས་ཡིན་དུས་བཟའ་ཟླས། ང་ལ་ཐབས་ཤེས་ག་ཡང་མི་འདུག། ཁོ་རང་ཚོ་བཤད་པ་བདེན་པ་རེད། ངས་ཁྲིད་ཁྲིད་ཤིང་མི་འདུག། ག་རེད་ཟེར་ན་ཁོ་རང་ཚོ་ཕ་འཐེན་རོགས་འདུག། ཅེས་ཟེར་ཁྲིད་ཟེར་བ་དེ་གོ་བ་ཅི་ཐུབ་རེད་ཞེས་གོ། ལམ་སྣ་ཁྲིད་ནས་གང་ལྟར་ཅིག་འདི་སངས་རྒྱས་ཀྱི་ལམ་ཟེར་འདི་འདྲ་ཅིག་རེད་ད་ཟེར་འདི་འཛུགས་བཙུགས་ནས་ལམ་སྣ་བསྟན་ནས་ད་ཡིན་ཅིག་སྐད་དུ་མ་ཟེར Guide བྱས་ནས་འདི་ནི་ཕར་འགྲོ་རོགས་རེད་ད་ཟེར་ལབ་དུས། དེ་ལའང་འགྲོ་རོགས་མི་བཟོ་ནས་པའི་ཕྱི་ས་ག་ལ་བར་ཕར་ཕྱིན་བྱས།

དེ་འགྲོ་ལ་མ་སོང་དེ་བྱེད་ལ་མ་སོང་ན་ཁྲིད་ཡོང་ཡ་མེད་བ། ཁྲིད་རྒྱག་ཡོང་ཡ་ཡོད་མ་རེད། བྱས་ཙང་དེའི་རྒྱུ་མཚན་བསྟན་ནས་ད་དེའི་གོ་བ་དེ་ཡག་པོ་ཞིག་འདུག་བསམ་དྲན་སོང། བྱས་ཙང། སྐབས་འདི་ལ་ཡ་ད་གཙོ་བོ་དེ་ག་ཞུ་བ་ཡིན་ཟེར་ན། ད་སྤྱི་བཏང་གི། དགེ་བཤེས་པོ་ཏོ་བ་ཁོ་རང། ཅིག་དངོས་གནས་བྲིས་ནས་མི་རྟག་པར་ཉམས་བཞེས་གཙོ་བོར་གནང་འདེགས་མེད་འགྲོ། བྱས་དང་དེའི་རྒྱུ་མཚན་བལྟས་ནས་ཐུགས་ལ་ག་དུས་ཡིན་ནས་ཅིག་གར་རེ་ད། ལོང་མེད་པ་ཟ་མ་རེ་བས་ད་ཅིག། ད། ད། ཅིག་འདས་ལོང་ཡོད་མ་རེད། ད། དུས་ཚོད་ཡོད་མ་རེད་བསམ་པ་རེ་བ་དེ་འདྲས་ཅིག་གིས་པས་པས་གར་རེ་ཐུགས་པས་ཐུགས་བྲེལ་ཅིག་ཆོས་བསྒྲུབ་ཡག་ལ་ཐུགས་བྲེལ་ཚ་བ་དང་ཆོས་བསྒྲུབ་ཡག་ལ་པས་ཅིག་གར་རེ་བས་ད་ཅིག། ད་ང་རང་ཚོ་གྲོ་མོ་སོ་ནས་ཅིག་བྲེལ་བ་ཡོད་དེ་ཡིན། དེ་འདྲི་ཅིག་གིས་ད་གང་ས་རུ་ཆགས་ཡོད་རེད། བྱས་ཙང་དེའི་རྒྱུ་མཚན་བསྟན་ད་དེ་འདྲི་ཅིག་ཡོང་དགོས་ཨ་དེ་ག་རེ་བྱས་པ་རེད་ཟེར་ན་ད་གཙོ་བོ་དེ་འཆི་བ་མི་འདྲ་བ་རྒྱུད་ལ་འཁྲུངས། འཆི་བ་མི་འདྲ་བ་རྒྱུད་ལ་འཁྲུངས་པ་ལ་བརྟེན་བྱས་ནས་ཨ་ད་ཅིག་དངོས་གནས་ང་རང་ཚོ་ཚང་མ་ལོ་ཤི་རྒྱུ་ཡིན་པར་ཐག་ཆོད་ཚར་འདུག་ང་ཚོའི་མི་ཚེའི་ནང་ལོ་ལ་ཡང་ཐག་ཆོད་བསྡད་པའི་གནས་ཚུལ་ཞིག་རག་ཡོད་མ་རེད།

ཁོ་སྐྱེ་བའི་ཉིན་མོ་ནས་འཆི་རྒྱུ་ཡིན་པ་ཐག་ཆོད་ཚར་རེད་ད་དེ་ལ་ཡང་ང་ཚོས་ཡང་སྐར་གཅིག་གཅིག་ཐག་ཆོད་ཡིན་འཆི་རྒྱུ་ཡིན་ད་མི་ན་གཅིག་ཡང་སྐར་བསམ་བློ་གཏོང་དགོས་ཨེ་མ་རེད་ད་འཆི་རྒྱུ་ཡིན་པ་ན་ཐག་ཆོད་ད་དེ་ནས་ད་ན་བཞིན་ག་དུས་ཤི་གི་ཡོད་མེད་དེ་ཧ་གོ་ཡ།

ད་འོ་ན་གཅིག་དེ་ག་རེད་ཟེར་ན། གཅིག་འཆི་བའི་གི་གཅིག་ཉེན་ཁ་ཉེན་ཁ་དེ་ཚོ་གཅིག་འཆི་བ་ཡོང་ཡག་གི་ཉེན་ཁ་དེ་ཚོ་ཧ་གོ་ན་དེ་མི་ཡོང་ཡག་སྔོན་འགོག་བྱས་རེད་བ་ན་ཚ་དེ་འདྲ་མི་ཡོང་ཡག་ལས་སྔོན་འགོག་ཁབ་རྒྱབ་པ་ན་ཞིག་གི་སྔོན་འགོག་བྱས་ན་དེ་ནི་ཕ་ཅིག་ཤི་གི་མ་རེད་བསམ་ས་རུ་དྲན་གི་རེད་བ། ཡིན་ན་ཡང་ད་དེ་ག་ལ་གོ་ཞིག་རེད།

རྩམ་པ་དཀར་པོ་ཁོ་རང་འགམ་ཅི་བྱེད། དེའི་ནང་ལོགས་ལ་བྱ་དང་ཞེ་དང་གང་གང་མ་ལུས་ལོགས་ཞེས་རྩམ་པ་དཀར་པོ་སྐམ་པོ་ཁོ་རང་འགམ་ཅི་བྱེད། ཟམ་ཟབ་དེ་ཟ་ཐང་མ་ཤེས་ནས་དེ་རྩམ་པ་དེ་འདི་རང་འགག་ནས། ཨ་ག་ཤེད་དེ་འདྲས་ཤི་རོ་རེད་རེད་ཟེར། བྱས་ཙང། འཆི་བའི་རྐྱེན་མ་མཐའ་ཆོད་གསོན་པའི་རྐྱེན་དེ་ཚོ་ཡང་འཆི་བའི་རྐྱེན་ཆགས་ཡོང་དུས་སར། འཆི་བའི་རྐྱེན་དེ་ལ་སྔོན་འགོག་བྱས་ཙང། མང་ཐག་ཆོད། འདི་ཕྱི་ཡོད་ན་འདི་གི་རྐྱེན་བྱས་ནས་ཤི། ཤི་གི་རེད་འདི་གི་རྐྱེན་བྱས་ནས་ཤི་གི་མ་རེད་ཟེར་ཡ་མེད་དེ་ངས་ཚང་བ་ལོག་གི། ཅིག་འཆི་བའི་རྐྱེན་ཆགས་འགྲོ་གི་ཡོད་པ་ཡིན་དུས་ད་སྔོན་འགོག་བྱས་ཡ་མེད་རེད། འོ་ད་དེ་འདྲའི་གི་ཅིག་འཆི་བ་མི་རྟག་པ་ཅིག་དེ་ད་གོང་དུ་ཞུས་པ་ནང་བཞིན་གི། འོ་ཅིག་གི་དོན་དག་དེ་བསམ་བློ་བཏང་ཅིག་སྐར་མ་ལྔའི་རང་སྒོམ་རྒྱག་ཡིན་ད།